ཨ་རི་དང་ཨི་རན། ཨི་ཟི་རལ་དང་ཨི་རན་གྱི་དམག་འཁྲུག་འགོ་བཙོས་དང་མཇུག་འབྲས་ཀྱི་བར་གྱི་གནས་ཚུལ་ཁ་གཅིག་ཞུས་པ་ཡིན་ན། ད་ཁ་སང་དུ་ཨ་རིའི་སྲིད་འཛིན་ཀྲི་རམ་གྱི་ཕྱི་ཚོུད་བཞི་བཅུ་ཞེ་བརྒྱད་ཀྱི་དུས་ཚོད་སྤྲད་བྱ་གཟའ་མིག་མའི་དགོང་མོ་ཆུ་ཚོད་བརྒྱད་པའི་ཐོག་ལ་ནི་དུ་ས་དམག་མཚམས་བཞག་གི་སྐད་ཆ་མ་བྱུང་པ་ཡིན་ན། ཨ་རི་གྱིས་ད་དམག་ཤུགས་ཆེན་པོ་རྒྱག་གི་ཡོད་འདུག་ར་བཏང་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས། ཏེ་ཕྱོགས་གཉིས་ཀྱི་པ་ར་ཡ་སྐད་ཆ་བྱུང་རྗེས་གྷན་དྷ་ཨི་རན་གྱི Strait of Hormuz བརྒྱུད་ནས་བདུན་ཕྲག་གཉིས་ཀྱི་རིང་ནི་ཏུ་སོ་འགྲོ་ལམ་དེ་སྒོ་ཕྱེ་གི་ཡོད་པ་དང། བདུན་ཕྲག་གཉིས་ཀྱི་རིང་ལ་ཨ་རི་གིས་ནི་ཨི་རན་ཐོག་ཡར་དམག་གི་ལས་གཞི་གང་ཡང་མ་སྤེལ་ཡ། གལ་སྲིད་ཨ་རི་གིས་དེ་མ་སྤེལ་པ་ཡིན་ན་ཨི་རན་གྱིས་ཡང་ཅི་ཁ་ལོ། སྲུང་སྐྱོབ་ཀྱི་ལ་བོར་བའི་ལན་འདེབས་ཀྱི་དམག་གི་ལས་འགུལ་གང་ཡང་མ་སྤེལ་ད་ག་འདྲ་དུས་འདྲ་གཉིས་ཀྱི་རིང་ཕྱོགས་གཉིས་ཀ་གིས་དམག་མཚམས་བཞག་ཐུབ་ཡོད་པའི་གནས་ཚུལ་གཅིག་བཤད་བསྡད་ཀྱི་འདུག་ཨི་རན་གྱི་ཕྱི་སྲིད་བློན་ཆེན། Shahid Arbaz Arghachi། གིས་གསལ་བསྒྲགས་དེ་སྤེལ་རྗེས། ད་ད་ལྟའི་ཆ་ནས་ནི་འཛམ་བུ་གླིང་གི་ད་སྣུམ་གྱི་གོང། ཤུགས་ཆེན་པོ་ཕར་བཞག་དམིགས་བསལ་གྱིས་ཨེ་ཤ་ཡའི་རྒྱལ་ཁབ་མང་པོ་ཅིག་ལ་དཀའ་ངལ་ཤུགས་ཆེན་པོ་འཕྲད་ཀྱི་ཡོད་པ་ནི་དེ་ཚོ་ཚང་མ་ཡ་ད་བསམ་བློ་བཏང་པའི་ཐོག་ནས་ད་འདས་མ་འདི་མཚམས་བཞག་གི་ཡོད་ཟེར་བ་ད་ན་ཞེས་ཨ་རིའི་གིས་ཨི་རན་གྱིས་བཏོན་བཞག་པའི་དོན་ཚན་བཅུ་བྱས་པ་དེ་ལ་ནས་ངོས་ལེན་དང་ནི་ཞིབ་འཇུག་བྱས་ཀྱི་སྐད་ཆ་བཤད་ཀྱི་འདུག་ཟེར་ཐང་ན་ཞི་དམག་གི་གཏོར་སྐྱོན་བྱུང་བ་ཡང་གུས་གསབ་ཀྱི་ཐོག་ལ་ཡིན་ན་སྐད་ཆ་བྱུང་འདུག་ཡོད་པ་ལྟ་ག་འདྲ་དེ་འདྲ་ཅིག་བཤད་ཡོད་པ་འདྲ། ནས་སྲིད་འཛིན་ཀྲུམ་གྱི Truth Social ཁོ་རང་གི་དྲ་རྒྱའི་ནང་ལོ་ཡང་ང་ཚོ་གིས་ངོས་ལེན་གལ་ཆེ་མེད་པ་འདྲ་བོ་བདམས་པའི་ཐོག་ནས་གང་ལྟར་ཨི་རན་གྱིས་བཏོན་བཞག་པའི་དོན་ཚན་བཅུ་གྱི་ཐོག་ལ། བཀའ་མོལ་བྱུང་ཡ་ལོག་རེད་སྐད་ཆ་བཤད་ཡ་བགྲོ་གླེང་བྱས་ཀྱི་ངོས་ལེན་བྱས་པ་ཡིན་མ་ཏོ་དེ་གི་མཚམས་འཇོག་གི་ཁ་ལོ་གཏན་འཁེལ་པའི་ངོས་ལེན་དེ་བྱས་མེད་པའི་སེ་ར་ཅལ་པས་འདེད་ཀྱི་འདུག་དེ་ནས་རེ་བཀྲ་གསར་ཁང་བརྒྱུད་ནས་བཤད་བྱས་པ་བྱས་ན་ད་ལྟའི་ཨ་རི་དང་ཨི་རན་གཉིས་འབྱུང་འགྱུར་གཟའ་མིག་མ་སྤྱི་ཟླ་བཞི་པའི་ཚེས་བཅུ་ལ་ནི་ཏོ་སྤ་ཀི་སི་ཐན་ལ་ནི་ཏོ་ཟ། གྲོས་མོལ། སྐད་ཆ་བཤད་རྒྱའི་གཏན་འཁེལ་གྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་ཐེ་དེའི་གི་སྐབས་སུ་ཕྱོགས་གཉིས་ཀ་གི་སྐད་ཆ་དེ་ག་ལ་གང་འཚམས་གྲུས་འགྲིག་པ་ཡིན་ན། ཉི་མ་བཅོ་ལྔ་ལས་ཕར་འགྱངས་བྱས་བྱས་ཨ་ནི་མ་མུ་མཐུད་ནས་འཚམས་བཞག་ཡ་གི་སྐད་ཆ་བྱས་དེ་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་རྩ་བའི་ད་ལྟའི་ཨི་རན་དང་ཨ་རི་གི་པ་ར་ཡ་ཞི་འགྲིག་བྱེད་ངེས་གཙོ་བོ་དེ་པ་ཀི་སི་ཐན་གི་སྣེ་ཁྲིད་པི་འོག་ནས་ཨ་ནི་རྒྱ་ནག་གི་ཐེ་བྱུས་བྱས་པ་བྱས་བྱས་ཨ་ནི་དུ་ཟོ་ག་འདའ

ཨ་ཡུ་ཏོ་ལ། མོ་རྗེ་ཐོག་པ་ཁས་མི་ནུས་ཀྱི་ནི་ངོས་ལེན་བྱས་པའི་ཐོག་ནས་ད་གང་ལྟར་ད་ལྟའི་དམག་མཚམས་དེ་མཚམས་བཞག་ཐུབ་བྱུང་བ་རེད། གང་ན་ཞིག་ཨི་རན་ཁོ་རང་སུ་ཀྱི་ད་ལྟའི་རྒྱལ་ཁབ་བདེ་འཇགས་ཚོགས་ཆུང་གི་ནི་ད་ལྟའི་དམག་དེ་ན་ང་ཚོ་ཐོབ་པ་རེད་ཟེར་བ་ད་དེ་རིང་དམག་དེ་ང་ཚོ་ཐོབ་པ་རེད་ང་ཚོའི་དུས་འདྲ་སྔ་ས་རིང་ལ་ད་གང་ལྟར་ཨོ། ད་ཉིན་མཚན་བསྟུད་མ་དམག་འཛིང་བྱས་ནི་དེ་རིང་རྒྱལ་ཁ་ཐོབ་བྱུང་བ་རེད་བྱས་ཙང་གི་ད་ཨི་རན་གྱི་མི་དམངས་ལ་འཚམས་འདྲི་ཞུས་དང་མུ་མཐུད་ནས་གནས་ཐོག་ས་ཐོག་རྩེ་གཅིག་སྒྲིལ་བྱེད་བཅས་ང་ཚོས་གདོང་ལེན་བྱས་ལ། རྒན་མཁས་གོ་ཝུ་རེས་ལ་ནི་བཀའ་མོལ་གནང་ཡོད་པའི་གནས་ཚུལ་བཅས་རེད་དེ། ཞག་དེ་ནི་སྟབས་མ་བདེ་འགོ་གཙོས་དང་འབྲེལ་བའི་ཐོག་ནས་སྐད་ཆ་གཅིག་བཤད་པ་ཡིན་ན། ཁ་ཚང། ཕྱི་ཟླ་གཉིས་པའི་ཚེས་བཅུ་གཅིག་ཡ་ཨི་ཟི་རེལ་གྱི་སྲིད་བློན་སྦེན་ཇཱ་མཱ་ནི་ཏན་ཡ་ཧུ་ཨ་རི་ལ་དབྱུང་ཆེད་ཨ་རིའི་སྲིད་འཛིན་ཀྲི་རམ་མཉམ་དུ་གསང་བ་ཆེན་པོའི་གི་ཚོགས་འདུའི་ཚོགས་ཆེན་རུམ་ནང་ལོགས་རེ་ཁང་པའི་ནང་ལོགས་ལ་སྐད་ཆ་བཤད་པའི་སྐབས་སུ་ཨི་ཟི་རེལ་སྲིད་བློན་གྱིས་རྟགས་དམག་རྒྱག་གི་དུས་ཚོད་སླེབས་པ་རེད་ཟེར་ངེད་ཀྱི་ཆ་ཤེས་འཆར་ན་ལས་གཞི་ད་ཆ་ཚང་བཅས་འཁེལ་ཡོད་ཟེར་ད་ང་ཚོས་དམག་རྒྱག་ཡ་མ་གཏོགས་ལས་འགན་མེད་པ་འགྲོ་བ་བཅས་ཀྱི་ཐོག་ནས་དེ་འདྲའི་དེ་འདྲའི་བྱས་དགོས་རེད་ཟེར་ན་ད་ག་འདྲ་ཁོ་རང་གིས་ལས་བྱ་དེ་ཆ་ཚང་སྲིད་འཛིན་ཀྲམ་ལ་ཡག་འདུག་ཟེར་སྙན་གསང་ཞུས་ཡིན་པ་འདྲ། སྲིད་འཛིན་ཀྲམ་གྱིས་ཨོ་དེ་ཡག་པོ་ཅིག་འདུག་ལས་འགྲོ་བ་མ་གཏོགས་ཨ་ལྟ་སྐྱབས་དགོས་རིགས་ང་ཚོས་བྱས་དགོས་ཀྱི་འདུག་དེ་འདྲའི་སྐད་ཆ་བཤད་མེད་པ་འདྲ། དེ་ནས་ནེ་ཏན་ཡ་ཧུ་གྱིས་མུ་མཐུད་ནས་ད་ང་ཚོའི་དམག་དེ་དེ་རིང་མ་བརྒྱབ་པ་ཡིན་ན་འཆི་དྲགས་ཀྱི་རེད་ཟེར་འཆི་དྲགས་པ་ཡིན་ན། ཨི་རན་གྱི་མེ་ཤུགས་འཕུར་མདའ་དང་རྡུལ་ཕྲན་མཚོན་ཆ་གྱི་སྟོབས་ཤུགས་དེ་ཆེ་རུ་འགྲོ་གི་རེད་ཟེར་བ་གང་དག་དམག་རྒྱལ་ལ་ཉེན་ཁ་ཡོད་རེད་དེ་དམག་མ་རྒྱག་ན་ཉེན་ཁ་དེ་དེ་ལས་ཆེ་ཡང་ཆགས་ཀྱི་རེད་ཟེར་བ་གང་དག་དམག་རྒྱབ་ན་ཉེན་ཁ་དེ་དག་དམག་གི་ཕམ་ཉེས་བྱུང་ཡ་ད་དེ་གི་ཉེན་ཁ་རེད་བ་དམག་མ་རྒྱག་པ་ཡིན་ན་ཨི་རན་སྟོབས་ཆེན་ཞི་བ་ཆེ་ཆགས་ཆེ་འཇུག་མ་པའི་གླགས་མ་ཁྱེད་དེ་འདྲས་གི་གནས་སྟངས་ཆགས་སྲིད་གི་རེད་ཟེར་བ་ཁྱེད་ཅག་གི་ད་ལྟའི་དམག་དེ་རྒྱག་པ་ཡིན་ན་ང་ཚོའི་དོན་དག་ཞི་གནས་སྒྲིག་ཐུབ་ཀྱི་རེད། དེའི་ནང་ལོ་ཨི་རན་གྱི་འགོ་ཁྲིད་མེད་པ་བཟོས་ཡ་དང་ནི་ཁོང་ཚོའི་གྱི་དམག་སྒར་ལ་འོ་རེད་སྟབས་དམག་གྱི་ནུས་པ་དེ་ཆ་ཚང་གཏོར་ཡ་ནི་ད་ནང་བཞིན་ནང་ལོ་ལ་ཟིང་འཁྲུག་བསླངས་ཡ་ནི་ཕ་སྐད་གྱི་སྲིད་གཞུང་བསྒྱུར་བ་བཏང་ཡ་ད་དེའི་གཞི་དེ་ཡིན་ང་ཚོའི་ཐབས་ལམ་དེ་སྒྲུབ་ཐུབ་ཀྱི་རེད་ལ་ནི་བཤད་བྱ་ད་ག་ད་སྲིད་འཛིན་ཀྲམ་ལ་ཁོ་རང་གྱི། མགོ་སྐོར་དང་ལག་འོར་བས་འོ་ན་ཅིག། ཁ་བསླུ་བསྒྱུར་ལག་འོར་བས་ད་ག་འདྲ་འདུག་བྱས་ཡོད་པའི་གནས་ཚུལ་བཅས་རེ་ད་ཤ་དེ་ཡ་ཨ་རིའི་གི་ལམ་སང་དེའི་གནས་སྟངས་དེའི་ཐོག་ལ་ཞིབ་འཇུག་བྱས་ཡོང་དུས་སྐབས་སུ་ཨ་རིའི་གི CIA Director ལོར CIA གི་འགོ་གཙོས་པ John Ratcliffe ལས་ཀྱི་ཁོ་རང་གི་བཤད་བྱས་པ་ཤེས་ན་དེ་ཅི་ད་དེ་འདྲའི་འདྲ་བོ་ཅིག་འདུག་ཟེར་བ་ནི། བསམ་པ་དང་ཤེས་པ་ནང་བཤད་བྱས་ཐུ་ཡ་ཁག་པོ་རེད་ལན་ད་ག་འདྲ་ཁོ་རང་གི་བརྒྱ་ཆ་བརྒྱ་མུ་མཐུད་བྱས་མེད་པ་དང་ཨ་རིའི་ཕྱི་སྲིད་དྲུང་ཆེ་མར་ཁོ་རོ་བྷི་ཡོ་ནི་ང་ཚོའི་གི་དོན་དག་གཙོ་བོ་དེ་ཨི་རན་གི་སྲིད་གཞུང་གུ་དིང་ལོ་ཡ་རེད་ཟེར་བ་ཨ་འདང་ན་ཤེས་ཕ་གེ་གི་ག་ལོ་གཞུང་དཀའ་ཡ་རེད་མ་ཏོ་ནི་ཕ་གེ་ལ་དམག་གཏོ་རལ་གཅིག་པོ་ཡིན་ན། དམག་བརྒྱབ་ན་འགྲིག་གི་རེད་ཟེར་བ་ནི་གཞུང་དགུ་སྡིངས་སློག་ཡ་དང། སྲིད་གཞུང་འགྱུར་བ་བཏང་ཡ་འདི་ལ་ནི་འདི་ཁག་པོ་རེད་ཅེས་ཁོ་རང་གི་འདི་དབྱིན་ཇི་ཚིག་བེད་སྤྱོད་བཏང་ཡ་འདི་བུལ་ཤིད་ལེ་དོ་ད་འདི་ཡུ་ངན་མེ་སྒྱོགས་ལ་བ་ང་ཚོ་འདི་ཚིག་འདི་སྡུག་ཅག་བེད་སྤྱོད་བཏང་པའི་རྣམ་པ་བཟོ་འདྲ་བོ་བྱས་ནི་ཁོ་རང་གི་འདི་ལ་ཡང་ད་གཅིག་ཏུ་ངོས་ལེན་བྱས་མེད་པའི་ནི་ཚུལ་བཅས་རེད་དེ་བྱས་ནི་ད་གང་ལྟར་ཨི་ཟི་རལ་གི་མགོ་བཙུགས་ནི་དམག་རྒྱག་འོང་དུས་ཨ་རི་འདི་ཞོ་བ་ལ་འགྲོ་དགོ་ཁེ་ཡ་འདྲ་བོ་བྱེད་ར་བ་འདི་མ་གཏོགས་ནི་དོན་དག་ཆ་ཚང་འགྲུབ་ཐུབ་མེད་པ་འདྲ་བོ་ཅིག་ཁོ་རང་ཚོ་དངོས་ནི་ངོས་ལེན་བྱེད་ཀྱི་ཡོད་པའི་ནི་ཚུལ་བཅས་རེད་དེ་ཤ། ཟླ་འདི་ནི་ཨ་རིའི་སྲིད་འཛིན་ཀྲུམ་གྱིས་ཉེ་ཆར་ཕྱི་ཚོད་བཞི་བཅུ་ཞེ་བརྒྱད་ཀྱི་དུས་ཚོད་སྤྲད་བྱ་ཨི་རན་ཡ Strait of Hormuz གོ་པལ་གྱི་དུས་ཚོད་སྤྲད་པར་བ། ཟླ་འདིའི་དུས་ཚོད་སྤྲད་པའི་ནང་ལོ་ཡོད་འཛམ་གླིང་ཚང་མས་དོ་སྣང་ཆེན་པོ་བྱས་བྱ་བལྟས་བལྟས་པ་རེད། ཁྱེད་རང་གིས་ད་མཐའ་མའི་ཕྱི་ཚོད་བཞི་བཅུ་ཞེ་བརྒྱད་པ་མ་སླེབས་བ་དུ་ནི་ཐག་གཅོད་གང་ཡང་བྱུང་མེད་པའི་ཐོག་ནས་ད་འཛམ་གླིང་ཚང་མ་རྔམ་ཚབ་ཆེན་པོ་བྱས་བསྡད་པའི་དང་འབྲེལ་བའི་ཐོག་ནས World of Wars ལེགས་འདུག་ད་གང་ལྟར་ང་ཚོའི་ཁ་དམག་རྒྱ་ཡག་གི་དུས་ཚོད་དེ་གི་ནང་ལོ་ཡ་ད་ཁ་དམག་ག་རེ་ག་རེ་རྒྱག་ཡོད་མེད་ཀྱི་གནས་ཚུལ་མདོར་ཙམ་ཞུས་བས་ན་ད་གནས་ཚུལ་གཅིག་གི་ནང་ལོ་ཡ་ཨ་རིའི་སྲིད་འཛིན Trump གི Nuclear Weapons ད་རྡུལ་ཕྲན་མཚོན་ཆ་བེད་སྤྱོད་བཏང་སྲིད་ཀྱི་རེད་ལ་སྐད་ཆ་ཅིག་བྱུང་ཡོད་པ་འདྲ་ཨ་རིའི་སྲིད་འཛིན་གཞོན་པ་གིས་ནི་དེ་ཨ་རིའི་སྲིད་འཛིན Trump གི་རྡུལ་ཕྲན་མཚོན་ཆ་བེད་སྤྱོད་བཏང་གི་རེད་ལབ་ཡོད་མ་རེད་ཟེར་བ། ཨ་རིའི་གིས་ད་ད་ལྟ་བར་དུ་དམག་གི་ཐོག་ལ་ཡང་བེད་སྤྱོད་བཏང་མ་མྱོང་ཡས་ཀྱི་ད་ཨ་རིའི་གིས་དམག་གི་ཐོན་ཁོང་གི་ལ་བོར་བའི་ལག་ཆ་འདྲ་མོ་རེད་རོ། དེ་འདྲས་བེད་སྤྱོད་བཏང་སྲིད་གི་རེད་ལ་དེ་འདྲས་ཀྱི་སྐད་ཆ་ཞིག་བྱུང་བ་རེད་ལ་དེ་འདྲས་བྱས་བཤད་བསྡད་ཀྱི་འདུག་དེ་ནི་ཨ་རི་སྲིད་འཛིན་ཀྲམ་གྱིས་ད་ཕྱི་ཚོའི་བཞི་བཅུ་བཞི་བདུན་པ་དེ་སླེབས་པའི་སྐབས་སུ་ད་ཐག་གཅོད་གང་ཡང་མ་བྱུང་དུས་ད་དེ་རིང་གོང་ད་ནས་བྱས་ནས་ནི་ཨི་རན་གྱིས་ད་མིག་གི་འཚོ་བ་ལ་བོར་བ Civilization མིག་གི་གནས་སྟངས་དེ Bad རྫོགས་འགྲོ་གི་རེད་སྟོང་འགྲོ་གི་རེད་ཟེར་ད་གང་ལྟར་ཨ་རིག་གིས་དམག་ཅིག་བརྒྱབ་བྱས་ཚང་མ་མེད་པ་བཟོས་བྱས་ཨ་ནི་བསྐྱར་ལོག་བྱས་མེད་པ་དེ་འདྲས་བཟོས་གི་རེད་ཚང་མ་ད་དེ་རིང་དགོངས་དག་ནས་ཤི་གི་རེད་ལས་ཟེར་རོ་དེ་འདྲས་ཀྱི་ཚིག་བེད་སྤྱོད་བཏང་བྱས་ཁོ་རང་སྤྱི་ཚོགས་དྲ་རྒྱའི་ནང་བྲིས་ཡོད་པ་འདྲ་རྩ་བས་ང་དེ་འདྲས་བྱེད་འདོད་མེད་ཟེར་ཨ་ནི་ད་ཕ་གིའི་གཞུང་དེ་འགྱུར་བ་བྱས་བྱས་ཨ་ནི་ཕ་གིའི་མི་ཚང་མས་ཀྱི་བསམ་བློ་འགྱུར་བ་བཏང་བྱས་ཡང་ཡག་པོ་ཅིག་ཡོང་ཡས་ཀྱི་རེ་བ་རྒྱག་གི་ཡོད་གཅིག་བྱས་ན་དེ་འདྲས་ཡོང་སྲིད་ཀྱི་རེད་ལས་སོར་ད་ག་འདྲས་དེ་འདྲས་ཀྱི་ཚིག་བེད་སྤྱོད་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐག་ན་ཤིའི་སྲིད་འཛིན་ཀྲམ་གྱིས་ད་དེ་རིང་དགོང་མོ་དེ་ད་འཛམ་བུ་གླིང་གི་ལོ་རྒྱུས་ནང་ལོགས་ནས་ལོ་རྒྱུས་ཆེན་པོ་གཅིག་ཆགས་ཀྱི་རེད་སོར་ད་ག་འདྲ་ཨི་རན་གྱིས་ད་ལྟ་བར་དུ་ལོ་བཞི་བཅུ་བཞི་བདུན་རིང་ལ་ད་རྦད་དོ་བཙན་འཕྲོག་བྱས་པ་ལྐོག་ཟ་བྱས་པ་མི་བསད་པ་དེ་འདྲ་མང་པོ་བྱུང་བ་རེད། ད་འདིའི་གི་ལས་རིམ་དེ་ཆ་ཚང་མཇུག་སྒྲིལ་འགྲུག་རེད་ལན་བཤད་ཡོད་པའི་ནི་ཚོད་གཅིག་དང་ཡང་ཁོ་རང་གི་བཀའ་མོལ་གཅིག་གི་ནང་ལོ་ཡ་ཨི་རན་གི་ནང་ལོ་ཡ་སྡུག་རྩུབ་ཆེ་དང་མ་ཆེ་ནི་ད་ང་ཚོའི་གཅིག་ཡོ་ར་བུ་ད་བུ་དགའ་བོ་བྱེད་ངེས་བུ་མོ་ད་བུ་མོ་དགའ་བོ་བྱེད་ངེས་ད་འདིའི་རིགས་ཆ་ཚང་མ་བསད་གི་ཡོད་རེད་ཟེར་བ་དེ་ཚོ་ཚང་མ་བསད་ནི་གི་ཧོན་མ་གཡུག་འོག་རེད་ད་འདི་འདྲའི་གི་སྡུག་རྩུབ་ཆེན་པོ་ཡོད་རེད་ལབ་ཆ་དཔེ་རོ་མ་སོ་ན་བགྲང་ཡོད་པའི་ནི་ཚོད་གཅིག་རེད་དེ་ཤ། ཐེངས་འདིའི་གི་གནས་ཚུལ་དང་འབྲེལ་བའི་ཐོག་ནས་ད་ལྟ་ཨི་རན་གྱི་ཨ་རིའི་སྲིད་འཛིན་ཀྲམ་གྱི་ཚིག་དེ་ལ། ཁྱེད་རས་གས་ནི་ང་ཚོའི་གི་ལྟར་འགྲོ་བ་ཡོང་ལ་འོ་རེད་ད་ཨི་རན་གྱི་མི་རིགས་ཚང་མ་མེད་པ་བཟོས་གིན་ལ་དེ་རིང་དགོངས་དག་བྱེད་གིན་ལས་དེ། ཁ་ནི། ད་ཁ་ཆེ་དྲགས་པ་རེད་ཚིག་འདི་ནི་ཁྱེད་རང་གི་ཨ་རིའི་མི་མང་ཡང་ངོ་ཚ་བོ་མ་བཟོས་ལབ་བྱས། ཛིམ་བ་བི་ལ་ཡོད་བསྡད་པའི་ཨི་རན་གཞུང་ཚབ་ཁང་གི་ནི་དུ་ས་དྲ་ཐོག་ལ་བཀྲམས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ན་ཤི་ཨ། ཨི་རན་གྱི་ཆབ་སྲིད་པ་རྒན་པ་བཅས་ཀྱི་བཀའ་མོལ་ནང་ལོགས་ཡ་ནི་ད་ལྟའི་ད་ང་ཚོ་འཛམ་བུ་གླིང་ནང་ལོགས་ནི་དེ་གར་ས་ཧི་ཏི་ལར་ད་ཧི་ཏི་ལར་དེ་མི་གདུག་རྩུབ་ཆེན་པོ་ཞིག་བརྩིགས་ཡོད་པར་བ་ཨ་ནི་ད་ལྟ་སྲིད་འཛིན་ཏྲམ་གྱི་སྐད་ཆ་ལ་བལྟས་པ་ན་ཧི་ཏི་ལར་མི་བཟང་པོ་རེད་ཤག་ཟེར་བ་བཟང་པོ་གི་དགེ་རྒན་བྱས་ཆོག་ས་རེད་ཟེར་བ་ད་སྲིད་འཛིན་ཏྲམ་འགྲོ་ཆེན་པད་ཁོ་རང་པད་མ་སྲེག་གི་ད་མི་ཁ་ལོ་ངན་པ་ཁོག་ནག་སྟབས་དཔེ་མི་སེ་ཞེ་ན་ཚ་བོ་རེད་ཤག་སྲིད་འཛིན་ཀྲམ་གྱི་ད་ལྟའི་བྲིས་པ་ནང་བཞིན་བྱས་གི་དམིགས་ཡུལ་ཡོད་པས་ན་ཁོ་ཧི་ཏི་ལེ་རེད་འདུག་ག་རེད་ཤག་སླེབས་བྱ་ཡང་དུ་སུན་བརྗོད་བྱས་ཡོད་པའི་གནས་ཚུལ་གཅིག་དང་ནི་ད་ལྟའི་ཨོ་སི་ཀར་ཐེངས་མ་གཉིས་རག་ཉུང་ངེས་ཀྱི་ཨི་རན་གྱི་གློག་བརྙན་བཟོས་ངན། ཨཱཤྐུར། ཧྥར་ཧ་དཱིའི་ལས་སྟེགས་ཁོ་རང་གིས་ཨ་རིའི་སྲིད་འཛིན་ཀྲམ་གྱི་སྡིགས་ར་དེ་ལ་སྐྱོན་བརྗོད་བྱས་པའི་ཐོག་ནས་དང་འཛམ་བུ་གླིང་གི་གནད་ཡོད་མི་སྣ་ཚང་མ་ཡི་ཁ་གྲགས་པའི་ཐོག་ནས་ད་ལྟའི་ཨ་རིའི་གིས་ཨི་རན་ཐོག་ཡང་དམག་རྒྱག་ཡ་ད་ད་མི་བསད་ད་དེ་ཚོ་ཚང་མ་གི་ཐོག་ལ་ང་ཚོས་གི་བཀག་སྡོམ་བྱས་གི་འབད་བརྩོན་བྱེད་དགོས་གི་རེད་ཁྱེད་རང་ཆོས་ལུགས་ད་ནི་ཅིག་བསམ་བློ

ཁ་རྩང་ཚོགས་འདུ་འཚོགས་པའི་སྐབས་སུ་རྒྱལ་ཁབ་བཅུ་གཅིག་གི་གོ་པའི་ལ་དུ་ས་རྒྱབ་སྐྱོར་བྱས་ཡོད་པ་གཙོ་བོ་ཨ་རི་རེད་དབྱིན་ཇི་རེད་ཧྥ་རན་སི་རེད་དེ་དང་འདྲ་བའི་ལུང་པ་ཁག་གཅིག་རེད་ནི་པ་ཀི་སི་ཐན་དང་ཀོ་ལོམ་པི་ཡའི་ལུང་པ་གཉིས་དེ་གའི་འོས་མ་བླུགས་པ་བྱས་བྱས་བར་ནི་ལ་བསྡད་ཡོད་པའི་ནི་ཚོད་ཅིག་དང་ར་ཤི་ཡ་དང་རྒྱ་ནག་གིས་ནི་ད་ལྟའི་དེའི་གི་ཐོག་ལ་དགག་པ་རྒྱག་ཡོད་པའི་ནི་ཚོད་ཅིག་རེད་དེ་ཤ། དེ་ནི་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་མཛད་པ་མའོ་ནིང་གིས་བཤད་བྱས་པ་བྱས་ན། ད་ཕྱོགས་ཚང་མ་གི་ད་ལྟའི་བསམ་བློ་ཡག་པོ་བཏང་བྱས་བསམ་བློ་བཟང་ཕྱོགས་ལ་བཏང་བྱས་ནི་མ་འཚམས་བཞག་ཡ་ད་ནི་ཞི་བའི་གྲོས་མོལ་སྒང་ལ་འགྲོ་དགོས་དགོས་རེད་ཟེར་བ་དེ་འདྲའི་གི་ཕུགས་རྒྱང་རིང་པོ་ད་རྫ་དྲག་པོའི་གི་དཀའ་ངལ་བྱས་པ་ཡིན་ན་ད་མ་དེ་འདུག། དུག་རུ་བྲོས་དག་ནི་དཀའ་ངལ་ཆེ་རུ་འགྲོ་གི་རེད་བྱས་ཙང་གི་ཞི་བའི་ཐབས་ལམ་ཐོག་ལ་སྐད་ཆ་བཤད་ཐུབ་ན་ཡག་པོ་ཡོད་རེད་ལབ་ཆེད་བཀའ་མོལ་གནང་ཡོད་པའི་གནས་ཚུལ་བཅས་རེད་འདི་ཤ་དེ་ནི་ཨི་རན་གྱི་མི་མང་གི་ད་ལོ་དུ་ས་གློག་གི་ལྟེ་གནས་ལག་རོག་ད་ཁོང་ཚོའི Power Plants ལེགས་འགྲོ་བ་དེ་གི་ཉེ་སྐོར་ཡ་མི་མང་སྟོང་ཚོ་མང་པོ་འཛོམས་བྱས་ད་ཨ་རིག་གི་གློག་གི་ཉེ་སྐོར་ད་ཟམ་པ་ད་ད་དེ་འདྲ་མང་པོ་གཏོར་གྱིན་ལག་ར་གློག་གི་ཉེ་སྐོར་ལ་མི་མང་གི་ཁུ་མིན་ཆན་ལེགས་འདུག་ད་མི་གཅིག་གཅིག་ལག་པ་གཟིམ་བཅས་ད་ཚང་མ་གཏོར་ན་གཏོར་ཞོར་ས་ང་ཚོས་མཉམ་དུ་ཤིག་ཡིན་ལེགས་སོ་རུ་ད་དེ་འདྲའི་གི་ལས་འགུལ་ཆེན་པོ་ཅིག་སྤེལ་ཡོད་པས་པར་རིས་བརྙན་ཐུང་དེ་འདྲ་རྒྱ་གར་གྲོང་ཁྱེར་མུམ་བྷའི་ལ་ཡོད་དེ་བས་ཨི་རན་གཞུང་ཚབ་ཡན་ལག་གི་དྲ་ཐོག་ལ་བཀྲམ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་རྒྱ་གར་རྒྱལ་ས་ལྡི་ལི་ལ་ཡོད་དེ་བས་ཨི་རན་གཞུང་ཚབ་ཁང་གི་གཞུང་ཚབ་པ་མོ་ཧ་མད་ཧྥ་ཐ་ལི་གིས་ཨི་རིག་སྲིད་འཛིན་ཀྲམ་ལ་ལན་འདེབས་བྱས་བྱ་ནི་ཁྱོད་རང་གི་སྡིག་ར་བཏང་ཡ་ད་འགྲོ་བ་མི་ཨི་རན་གི་མི་ད་གང་ད་ཨི་རན་ནི་མཚན་གཅིག་གནའ་བློ་ལས་ཚང་མ་གླེང་གིན་ལ་བོ་རེད་མེད་པ་བཟོས་གིན་ལས་དེ་ཚོ་ཚང་མ་ནི་ཁག་པོ་རེད་བཟོ་དམག་ཁྱོད་རང་གི་མགོ་བཙུགས་པོ་རེད་ཁྱོད་རང་གི་མགོ་བཙུགས་པའི་དམག་དེ་ཁྱོད་རང་གི་མཇུག་བསྒྲིལ་ཐུག་གི་མ་རེད་ཟེར་བ་ཅན་ཚང་གིས་ང་ཚོས་ཁྱེད་རང་ལ་གཅར་དུ་ལག་གི་ཡོད་ཟེར་ཁྱོད་རང་གིས་ང་ཚོ་ལ་གཏོར་སྐྱོན་ཆེན་པོ་བཏང་གིན་ལས་དེ་ཡོང་ཡ་མེད་པ་རེད་ཁྱེད་རང་གིས་སྔོན་མའི་ལོ་རྒྱུས་ལ་ཕར་རྒྱབ་རྐྱོང་བྱས་བྱས་ཞིབ་འཇུག་བྱས་ཡོད་པས་ལབ་བྱས་ནས་ལྐོག་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནས་ཨི་རན་གྱི་གནད་ཡོད་མི་སྣ་གཅིག་གིས་ལན་འདེབས་གནང་ལོ་ཡ་ཨ་རིག་གིས་ང་ཚོ་ལ་ཡང་ནས་ཡང་དུ་མགོ་མགོ་བཏགས་དགོ་བ་ལ་བ་ལ་བཏགས་ང་ཚོ་མགོ་སྒུར་དགོ་ཡ་གི་སྡིག་ར་དེ་མང་པོ་བཏང་གི་འདུག་ཟེར་བ་དེ་བཏང་པ་ཡིན་ན་ང་ཚོའི་བཟང་ཕྱོགས་ཀྱི་རྒྱུ་བ་གང་ཡང་བཏང་ཐུབ་མ་རེད་ལབ་བྱས་ཁ་ཏར་གྱི་རྒྱུད་ནས་ཨ་རི་ཡ་ལན་བཏང་ཡོད་པ་དང་གལ་སྲིད་ཨ་རི་གིས་ཨི་རན་ཡར་ལྟ་དེའི་ཁ་ཚང་གི་སྒོ་མོ་མཚན་གཅིག་གི་ནང་ལོགས་ལ་མེད་པར་བཟོས་པ་ཡིན་ན་ང་ཚོས་ནས་དེའི་གཅིག་མཚུངས་བྱས་རྗེས་ཨ་རི་གི་མཐུན་ཕྱོགས་དང་ད་ལྟ་ཉེ་འཁོར་ཁ་ཆེ་ལུང་པ་དེ་ཚོ་ལས་ནས་གནོད་སྐྱལ་གྱི་སྡིགས་ར་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཨི་རན་གྱི་ད་ལྟ Islamic Revolutionary Guard Corps ལོར IRGC གི་རུ་ཁག་གི་སྡིགས་ར་བཏང་བྱས་གལ་སྲིད་ཨ་རི་གིས་དེ་འདྲའི་གི་སྡིགས་ར་ཅིག་བཏང་བྱས་ལས་གཞི་སྤེལ་པ་ཡིན་ན་ཨ་རི་རེད་ད་ནང་བཞིན་ཨ་རི་གི་མཐུན་ཕྱོགས་རྒྱལ་ཁབ་དེ་འདྲ་ད་ཉེ་འཁོར་གི Gulf གི་ལུང་པ་གཡོར་བ་དེ་ཚོའི་ནང་ལོ་ཡ་ང་ཚོ་གི་གཏོར་སྐྱོན་ཚད་ལས་བརྒལ་བ་ད་སྔར་བྱས་མ་མྱོང་ཡ་གི་གཏོར་སྐྱོན་བཏང་གི་ཡིན་སྲིད་དེ་ང་ཚོ་གི་ད་ལྟ་བར་དུ་བྱས་དེ་གི་ཁ་ལོ་ད་ཟབ་ཟ་སི་སི་བྱས་བྱས་རུ་བ་ག་བ་ལ་རྒྱབ་དགོས་དགོས་དུ་ག་འདྲ་ཅི་ལ་རྒྱབ་དགོས་དུ་བྱས་བ་ཡིན་སྲིད་ད་ག་གར་གང་ན་ད་དེ་འདྲའི་གི་གཏོར་སྐྱོན་བྱུང་བ་ན་ད་ག་རེ་ཐེབས་ཐལ་རྒྱ་ཡན་ལ་འབྱོར་ད་དེ་འདྲའི་གི་སྡིགས་ར་བཏང་ཡོད་པ་དང་ནི་ད་ལྟའི་ཨ་རིག་གི་ཏི་ནག་དཀར་ཡོད་ས་གི་སའུ་ཏི་ཨ་རི་བྷི་ཡ་རེད་ད་ང་ན་ཞིག་ཡུ་ཨེ་ཨི་རེད་ཨོ་མཱན་རེད་སྦར་ཧེམ་རེད་ཀུ་ཝེ་ཏི་རེད་ད་དེ་ཚོ་ཚང་མ་ཡང་ནི་དཀའ་ངལ་གཅིག་མཚུངས་ཀྱི་འཕྲད་སྲིད་ཀྱི་རེད་ཟླ་བརྒྱ་ཕག་སྡིགས་ར་ཆེན་པོ་བཏང་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ་དེ་ནི་ད་ཁ་ཚང་ཕྱི་ཚོད་གཅིག་གི་གོང་ཡ་ད་ད་ཨི་རན་གི་གཏེར་ཁ་སྔོག་ས་གཙོ་བོ་ད་ལྟའི Crown Jewels ལ་འབར་རྫས་ཁག་གཅིག་གཏོར་ཡོད་པའི་གནས་ཚུལ་གཅིག་ད་ལྟའི་ཨི་རན་གྱི་གསར་ཁང་ནས་བཀོད་ཡོད་པའི་གནས་ཚུལ་བཅས་རེད་ཤ་ཙ་བའི་ས་ཆ་དེ་ཡང་ཨི་རན་གྱི་སྣུམ་གྱི་བརྒྱ་ཆ་དགུ་བཅུ་དེའི་ཉེ་འཁོར་ནས་ཐོན་ཁུལ་བ་དུ་བ་ལ་གཏོར་སྐྱོན་ཏོག་ཙམ་བྱུང་ཡོད་པའི་གནས་ཚུལ་བཅས་རེད་ཤ་ད་ཁྱོན་བསྡོམས་པས་ཨ་རི་སྲིད་འཛིན Trump གྱིས་ཨི་རན་གྱི་ཐོག་ལ་སྡིགས་ར་ཚ་ཁ་ཤས་ཅིག་དུས་ཚོད་བཀག་ནས་བྱས་པ་རེད་དེ། ཨི་རན་གྱིས་དེ་ལ་ལན་འདེབས་མ་བྱེད་པར་བྱས་ཆགས་ད་གང་དག་དམག་རང་གི་ཐོག་ལ་ཁོ་རང་ཚོ་ཕམ་ངེས་བྱུང་དགོས་ན་རེད་ཐོབ་དགོས་ན་རེད། སྐྱོ་བ་ཡིན་ཙང་ཨ་རིས་ཏིས་ཀྱི་ཁ་ལོ་ད་གླ་འུ་ཆར་ལོག་རེད་ད་ངོ་ཚ་བོ་འགྲོ་བྱས་འབྱོར་བ་དེ་འདྲའི་གི་ནི་དང་བཅས་རེད་དེ་ཤ་དེ་གཙོ་བོ་ཕྱི་ལོག་གི་ནུས་པ་དེ་ག་ཚད་ཡོད་མེད་ལ་མ་ལྟོས་པའི་ནང་ལོག་ཡ་ནི་སོ་སོ་ལ་ད་བཀའ་སློབ་དམ་བཅའ་དང་སེམས་ཤུགས་ནི་ད་གཅིག་སྒྲིལ་ལག་པོ་ཡོད་ན་མེད་ན་ད་གང་དག་དེ་འདྲའི་གི་ཡ། བློས་གཏོང་ཆེན་པོ་བགྱིས་ཡོད་པ་ཡིན་ན་ཡང་ཕྱིས་ཀྱི་ནུས་ཤུགས་དེ་ག་ཚད་ཆེན་པོ་ཡོད་པ་ཡིན་ན་དེ་སྐད་ཀྱིས་ཡང་གནོད་སྐྱེལ་ཐུབ་ཀྱི་མེད་པ། ད་ང་ཚོའི་བོད་ལ་ཡིན་ན་ད་ངོ་མ་དེ་འདྲ་བྱུང་བར་བ་ལྔ་བཅུ་ང་དགུ་ལོ་ལ་ད་མི་མང་པོ་ཅིག་ལྷ་སའི་དུས་ཐང་ཡ་ནི་ཀུན་འདུས་འདུག་ས་ད་རྒྱ་མི་གི་གདན་ཁྲི་ཞུ་ཡས་ཀྱི་དུས་ཚོད་སྐབས་སུ་བཀའ་ཆ་བྱས་བར་བ་ད་འདི་ན་ཤེས་ཁ་ཚང་ཨི་རན་གྱི་མི་མང་པོ་ཅིག་གློག་གི་ལྟེ་གནས་ལ་ཡོང་བྱ་ནི་གོ་གོ་ཆེན་བསྡད་ཡོང་དུས་ད་ཨ་རིག་གི་རྒྱབ་མ་ཐུག་ཡ་ང་ནི་དང་སོར་དེ་འདྲའི་ཆགས་པ་རེད་ད་གང་ད་ཐ་མལ་དེ་གྲོས་མོད་བྱུང་པ་རེད་དེ་ད་གང་ད་ནང་འགྲིག་དེ་ཞི་བ་ཅིག་ཡོད་པ་ཡིན་ན་ནི་ཕྱི་ལོག་གི་གནོད་དེ་ཞི་བ་ཅིག་སྐྱེད་ཐུག་གི་མེད་པ་ད་ང་ཚོ་མི་ན་བ་ཡིན་ན་ཁ་ཤས་ན་ཤ་ལ་དུས་ནི་བད་ཁོ་རང་ཟ་ང་ཟིང་གི་ཆགས་ནས་ནི་ན་ཚ་ཤུགས་ཆེར་འགྲོ་ཡ་ཁ་ཤས་ན་ཤ་ལ་ད་འདོད་གི་ཅིག་དྲག་པོ་རོ་བསྡད་དེ་ན་ནི་དི་གས་གི་ཡང་ནའི་མི་ག་རོ་དུ་བ་ཅན་ཟ་གི་ད་གང་ད་ནང་ལོག་གི་བཟུང་སྤྱོད་ལ་བོ་རེ་དོག་རྩ་གཅིག་སྒྲིག་དེ་གལ་ཆེ་ཡ་ཡིན་པ་འདྲ།